རྐང་པ་ལ་ཞུ་བཞིན་དུ་རེས་བཞག་དེ་ག་འདྲའི་རེས་བཞག་སམ། ད་བདག་སོ་སོའི་སུ་ནས་ཁ་བ་ཚང་གེར་གྱི་ཡོད་རེད་མི་ངན་ཁ་བ་ཚང་གེར་དེ་ད་སྔོན་མ་ཡིན་སྲིད་ན་ངས་ཁོ་མི་ངན་བརྩི་གི་མེད་མི་བཟང་པོ་ཅན་གྱི་རེད་བསམ་སོང་ཁོ་མི་ངན་རེས་བཞག་ད་སྤྱོད་ཚོགས་དཀྲུག་གཤིས་རྒྱག་མཁན་རྒྱ་ཡོད་བསྟན་པར་དམའ་བརྒྱལ་མཁན་རེད་བ། བོད་མི་གི་རྩ་དོན་ཐོག་སུ་ལ་བགོ་བཤའ་བྱ་མཁན་གྱི་རེད་དེ་ཡོད་རེད་ད་དེ་འདྲི་བཤད་རྒྱག་དགོས་ན་ངས་རྒྱག་གི་རེད་ཟེར་སོང་ཁ་བ་ལ། དེ་ཁམས་པ་གི་དྲི་བ་དྲི་ལན་བཏང་ནས་ད་བསྟན་འགྲི་ཐོ་རེ་ལ་བཏང་ནས་ཁྱེད་རང་དེ་རིང་ད་རེང་སུས་སུ་ལ་གནས་ཚུལ་གྱི་ལྷག་བྱ་སུས་སུ་བྱུང་གི་ཁྱེད་རང་གནས་ཚུལ་ག་རེ་ལ་དེ་ག་འདྲི་ག་འདྲི་རེད་ད་གནས་ཚུལ་རྗོད་མཁན་དེ་འདྲི་རེད་བྱ། བསྟན་འགྲི་ཚེ་རིང་ཁོ་རང་གི་ཁ་དོན་ཚིག་ལ་མ་ཤེས་གཏམ་བེད་ཀྱི་ཡོར་བ་མི་ཤེས་དགོས་ཤེས་ཁག་གི་ཕུང་ར་མ་ལྗང་མོ་ཚུའི་ཕུང་སོ་སོ་མི་ཤེས་དགོས་ཤེས་བྱས་ནས་ད་ག་རེ་བཤད་ཡོད་ཧ་མ་གོ་ནི་རེད་བ།

ཁོ་རང་གི་བོད་ནས་ཡོང་རྒྱུ་ཡིན། ཨ་ནི་ཉང་པ་ཉང་སྟོང་དང། གཞོང་པ་གཞོང་སྟོང་གི་ལོ་རྒྱུས་ད་དུས་སུ་ངས་བཤད་གི་མེད་དེ་འདྲའི་མང་པོ་ཅིག་བཤད། སུས་གསུང་ཀྱག་ཀྱོག་རག་པ་རེད། ད་ཡིན་ན་ཁོས་ད་ལོ་གཉིས་ནང་ལ་ད་འདྲ་མིན་ཆོས་རྗེ་བོད་པ་སྐྱོད་སོགས་གནང་ལ་ཁོས་གི་སེ་ན་བོད་པ་སྐྱོད་སོགས་ལ་ཕན་ཐོག་ཡ་ད་རྒྱ་བསྟན་འཛིན་རྒྱ་མཚོ་གི་སྐོས་ལ་གསུང་ཆོས་བཤད་གི་ཡོད་སོགས་ཁ་ཏོན་དོན་ལ་མ་དམིགས་པར་རྒྱ་མི་གུང་ཁྲན་གྱི་ལས་ཀ་དངོས་སུ་བསྒྲུབས་པ་ནང་བཞིན་གྱི་ཆ་ནས། དོན་དག་ཉམས་པ་བོད་པ་པ་ར་གོང་དུ་ཏོག་གཡག་གི་རྩིས་ཁོ་རང་ཤེས་མ་ཐག་བྱས་ཏེ་ད་རེས་སུ་ཡོད་སུ་བྱུང་གི། སུ་གང་གི་བོད་པ་སོ་སོ་ཁོ་ལ་སུ་ཞེས་ནས། གཏན་དུས་ཚེ་རིང་རྒྱ་གར་ནས་ཡོང་རྒྱུར་ཟེར་བྱུས་ཡོད་བ་མ་རེད་དམ་མི་མ་གནང་བ་དང། ཁོ་རང་རང་གི་བཟོ་བཅོས་ཤིག་ཁོས་དམར་མོ་ནོར་ཕྱིན་པ་ཡིན། བདག་རང་ས་ལ་ཞག་བཅུ་ཞུས་པ་ཡིན་ཟེར་ཏེ་གཅིག་སྟེར་གཉིས་པ་དོལ་ཏེ་ལ་ཁྱེད་རང་དངོས་ལ་ག་རེ་ཞུ་ཡོད་ཟེར་ན། ང་བོད་ནས་ཡོང་ཅོག་ཡིན་སྐྱ་ཅོག་ཡིན་ཟེར་ནས། འོ་དེའི་བརྙན་དེ་མ་ཚོང་ཙང་སུས་སུ། རེ་བ་སྐྱ་ཅོག་སྲིད་གཞུང་གི། སྲིད་དབང་ལས་ཁུངས་ཀྱི། ཁོས་ག་བཤད་པ་དེ་འདྲ་བེད་བྱས་ནས་ཨ་ནི་ཁོ་ལ་ཡི་གེ་བཏང་ནས་ཞོག་ཟེར། འོ་དེ་ངོས་དེ་བྱས་ཏེ་ཁོ་འགྲོ་ས་ག་ཐོག་ཁོ་ཡང་མ་རྫུན་བཤད། ད།

སྤྱོད་ཚུལ་ནང་ལ་སི་ཏཱ་ཐུ་ཧྲོང་གིས་ཁ་ཚོན་དགྲ་བྷོད་ཀྱིས་བཏང་ཡོད། ད་ངས་སྔར་ནས་མི་དམངས་ལྷན་རྒྱས་ཡོངས་ལ་ཤོད་པ་ཡིན་སི་ཏཱ་ཐུ་ཧྲོང་གིས་མི་དེ་ག་འདྲས་ཀྱི་ཡོད་པ། མི་དེ་འབྱུང་ཁུངས་ག་རེ་ཅིག་ཡིན་པ། མི་དེ་གི་བྱ་སྤྱོད་ག་རེ་ཅིག་བྱེད་པ་ད་ལྟ་སྐྱིད་པོ་མ་རེད་དམ། ལོ་བཅོ་ལྔ་བཅུ་དྲུག་གི་གོང་ས་ནས་ཁོས་ག་རེ་བྱས་པ་དེ་ངས་རོབ་ཙམ་ཤེས་ཀྱི་ཡོད། ད་ཁོས་དངོས་སུ་རྒྱ་མི་གི་ལས་ཀ་ལས་ནས་དོན་ཡོང་གི་འདུག་ཨང། ད་ད་རེས་ག་ལ་དགོས། སྐུ་སྒེར་དྲུང་ཆེ་དང། ཨ་ནི། འོས་བསྡུའི་འགན་འཛིན་སྐལ་བཤད་ཀྱི་འདུག་ངོ་སོགས་ལ་དེ་བཤད་སོང་ངོ་སོགས་གྲོས་གཞི་ཡག། སྐུ་སྒེར་དྲུང། སྐུ་སྒེར་ཚང་ལ་ཕུལ་ཏེ་ཡག་ཕུལ་མི་འདུག་ཟེར། ཕུལ་གི་མ་རེད་བ་ཁྱོད་ཚོ་མི་མགོ་ཉལ་ཤི་ཙག་ནི། དེ་མ་ཕུལ་ནས་གཡོ། གཡོ་རྒྱུ་འཕྲལ་ནས། སྐྱོ་ཤུལ་ཉལ་ཤི་ཙག་ཅིག་དང་ཅག་ཕུལ་བ་དེ་དེ་ལ་གཡོ་རྒྱུ་འཕྲལ་ནས་ཁྱོད་ཚོ་མཉམ་དུ་ཁྲིད་ནས་ད་རེས་ཀུན་འདུས་ལ།

སི་ཀ་ཐོད་སྤྲུལ་པའི་ནང་ལ་ཆ་ཚང་སོང་ནས་ཁྱེད་ཁྱོད་དེ་ཁྱོད་སོགས་མི་ཉོན་ན་དམ་བཅའ་མ་ཕོད་མར་བས་དེ་ཡང་རྒྱ་གར་རིགས་ཞུ་ཡ་འདུག་ད་ངས་ཁ་གསལ་ཤོད་དེ་ཡིན་པ་མི་དེ་དག་གི་ཁོག་པོ་ནང་དུག་འཛུལ་འདུག་ནས་ཡག་སླད་ན་ཕན་ཐོག་གི་མ་རེད་ཟེར་ད་དེ་རིང་འདིར་འདོང་རོགས་བསྟོན་སོ་བྱས་ད་དེ་འདྲས་ཡིན་ཚ་དེ་མི་མང་རེ་བ་བསམ་ཡོད་ཡོད་ཚད་བོད་རྩམ་པ་ཟ་ཚད་ཀྱི་རྒྱ་ཤད་དང་མི་རིགས་བོད་མི་མང་གི་བོད་ནང་ལ་ལ་སྡུག་བསྔལ་ཐོག་སོ་སད་དགོས་ཡ་དང་ལོ་སོ་བདུན་བོད་ཀྱི་ཐང་ལང་གི་ཚོགས་ཚོགས་ནས་བོད་དུ་བདེན་མཐའ་སེལ་དགོས་དགོས་ཡོད་ན་ཚང་མ་གི་འགན་འཁུར་རོགས་ཞེས་ཞུ་ཡ་ད་དུས་ཚོད་ལ་བསླ་དེ་ཞག་དེ་འདྲི་ཡིན་དེ་གསལ་ཐ་ཚོགས་ཁང་ཅིག་འཛིག་གི་མ་འདུག་ད་ཆོས་ལུགས་ཁག་གི་སྤྱོད་འཐུས་སྤྱོད་དེ་གི་ད་སྣང་སྟོང་ཚོགས་པོ་ག་རི་ག་ནས་གནང་གི་འདུག་མདོ་སྟོད་ཀྱི་སྤྱོད་འཐུས་སྤྱོད་གནང་ནས་ད་གཅིག་གཉིས་ད་སོང་བཤད་རྒྱུ་མ་སོང་མ་ད་བཤད་དུ་ཚོགས་ཚང་མ་གཅིག་ནང་བཤད་དེ་ནང་ནས་ངོ་སོ་བྱུང་ཨ་རི་གི་བསྟན་འཛིན་འཇོན་མེད། སྔོན་མ། སྤྱི་འཐུས་ཚོགས་གཙོ། དེ། གཞོན་ནུའི་ཚོགས་གཙོ་ཞེས་ད་ད་གསོ་བྱུང་ཨ་རི་ལ་མགོ་སྐོར་བཏང་བཞིན་འདུག་ཨ། ད་སྐད་ཆ་བཤད་སྟངས་ལ་གཅིག་ལྟོས་དང། ཐུན་ཏེ་དོན་ཚན་བཅུ། བཅུ་གསུམ་གྱི་ཐོག་ས་ལ་དགོངས་དོན་བསྐྱར་བཅོས་ཀྱི་བྱེད་དགོས་ཟེར་ད་དེ་ལ་འགྲོ་གི་མེད་ཟེར་དགོས་རེད། དོན་ཚན་གསུམ་གྱི་ཚོགས་ཀྱི་གྲོས་གཞི་ཆགས་ཡོད་མོད་དེ་རང་ཡིན་རྡོ་རྗེ་གང་དང་ཞིབ་ངས་ཁ་གསལ་མེད་དེ་བཤད་དགོས་རེད་སུ་དག་ཚེ་ཁྲོམ་ད་རེས་མི་མང་རྣམ་པ་ཚོ་ད་གཟིགས་སོང་ཨ། ཁོ་སྐྱོང་ད་ར་ལ་ཁོམ་པ་གཟིགས་པོ་ཞོག་ཅིག་ད་ཡོར་ཅིག་ད་ར་ད་ཁོ་ཁོམ་པ་ཅིག་ཉོས་ཤག་པད་ཤག་ཏུ་ཁེ་ནས་བྱུང་པ་རེད་ད་ཁོ་ལ་ད་རེས་རྒྱ་གར་གཞུང་ལ

སྲིད་སྐྱོང་ལ་ངོས་ལེན་མེད་དང། དུས་ཤིག་ད་ལྟ་མ་འདས་ཉུལ་མཁན་བཀའ་བློན་རྣམ་པ་སུ་གཅིག་ལ་ངོས་ལེན་མེད་ཟེར་གི་ད་ངོས་ལེན་མེད་ན་ཁྱོད་སྐྱག་པ་འདྲ་ཁྱོད་དེ་ག་བསྡད་ནས་ཁྱོད་དགོངས་པ་མ་ཞུས་པ་ག་རེ་ཡིན་པ། ནག་སྔགས་ནི་རེད་ད། སྤྱི་འཐུས་གྲོས་ཚོགས། སྔོན་མ་སྤྱོད་དུས་སྐབས་ལྔ་བ་དྲུག་པ་བདུན་པ་དེ་འདྲའི་ནེར་ནེར་རེད། སྨྲ་མཁན་སུ་ནང་དོགས་བྱ། མགོ་བོས་སྦིས་སི་གི་ཚང་ཡིན་ཟེར་མགོ་བོས་སྦིས་སི་ཟེར་ན་མིང་ཐ་སྙད་དུ་ཡག་བ་ཆེ་མ་རེད། གོ་མིན་ཏང་གི་མིང་རེད་དེ་ཁོ་སྦིས་སི། སུ་ནང་དོགས་བྱ་ཁོ་ང་རྗོད་ཡུལ་རེད། ཁོ་ལ་རྒྱབ་ཕྱོགས་ཤིག་མིག་ཤིག་ཡིན་ན་ཅིག་སོག་གི་དཔེ་ཤག་གི་དེ་འདྲ་བཤད་ནས་ཁོ་མོ་དང་སྐར་མ་ཆེན་པོའི་གཉིས་ཀ་ལངས་འོང་ཟེར་ན་སྤུན་པ་ཕུ་ནས་འདྲ་བཤད་ནས་ལངས་ཡོང། འོ་ད་ད་ལྟ་སྤྱོད་པའི་གི་སྐད་ཤག་ཅིག་ཤོད་དེ་ཚིག་ཁ་ཅིག་བཤད་གི་མ་རེད།

ཁོ་རང་སོང་ལ་རང་ཐག་རང་གཅོད་ཀྱི་དབང་ཆ་ཡོད་རེད་རེད་བ། འདོགས་དོན་ཡིན་ན་འདོགས་དོན་རེད་ཁོ་ཚོ་ཡིན་ན་སྡང་ཞིག་ལས་སྤྱི་འཐུས་དང་ཆགས་ཡོད་མ་ཏང་ཁོ་ཚོ་ཡ་འགྲིག་མི་འདུག་བསམ་ནས་བསམ་པ་ཆུང་ཆུང་རེད་བ། ཡ་རེད་སྤྱོད་བཟང་བཤད་ཡ་ཟེར་ན། ད་ལྟ་ངོ་ཚོ་ཚང་མ་ལས་ཀ་འགྲོ་འདི་ཞིག་ཏུ་ཁོས་ཚོ་ཀླད་གཉིས་ཁྲི་སོང་རྒྱ་མི་གུང་ཁྲན་གྱི་འདྲེ། རྒྱ་འདྲེ་གློ་བ་སྦུག་སྦུག་གི་ཉེས་ཅན་དུ་ལག་པ་ལ་འཇུས་ནས་ད་ལྟ་བསྡད་ཤག་འདུག་ད་ལྟ་རང་བསྡད་ཤག་འདུག། བྱས་ཙང་བོད་པ་ཚང་མ་གིས་ད་ཐུགས་སེམས་གནང་ནས་ངོ་སོ་སྤྱོད་ཚོགས་དེ་ཡག་པོ་ཅིག་དགོས་ཀྱི་ཡོད་ན་ད་ཚང་མ་གིས་སྤྱོད་ཚོགས་དེ་ཡག་པོ་འཛུགས་ཡག་གི་མི་མང་ལས་འགུལ་སྤེལ་རན་ཤག་འོ་ལས་འགུལ་སྤེལ་རན་ཤག་ད་ལྟ་སྤྱོད་ཚིག་ནང་ལ་འགྲོ་མཁན་དང་ཅག་ལ་ངོས་ལེན་མེད་མཁན་ད་དང་ཅག་ལ་དོན་དག་ཁུ་རུ་སོང་སྐུ་ཅག་གི་དོན་དག་རེད་འདུག་མི་སེར་དོན་དག་སྙིང་པོ་དང་ཅག་ལ་བརྩི་སྲུང་ཞུ་མཁན་གྱི་རེད་མི་འདུག། ཨ་ནི་ས་ས་ཐོ་ཧྲོམ་ནས་ཅག་ཧྲོམ་ལ་འདྲེ་ཤི་ལོག་པ་རྒྱག་མཁན་དེ་ཁོ་ཁ་བདེ་པོ་ཞོ་པོ་འགའ་ཡིན་ས་ད་ཁོ་ཀྱི་ལོ་རྒྱུས་སྤུས་ཚད་ཚང་མ་ངོ་སོ་ཤེས་རྒྱུ་རེད་དེ་ཡིན་ཚ་དེ་ས་ད་ཐོ་ཧྲོམ་ཆོ་རོ་དགོན་པ་ཞུ་རོགས་ཞེས་ཞོ་པ་མ་ཟེར་ད་ཁྱེད་རང་ངོ་གནས་དྲ་ནས་ངོ་སོ་མི་མང་རྒྱ་གར་ལ་ཡོང་མཁན་ས་ཡོ་གོང་དུ་ཅོ་གི་རྒྱ་གཞུང་གསང་བ་ལས་ཁུངས་ལ་ཁོ་མི་དེ་ལ་ཞོ་ཆས་བྱེད་རོགས་ཞེས་ཟེར་གི་ད་ངོ་སོ་བོད་མི་རྩ་འཛུགས་གཏོར་ཡོང་གི་འདུག་དང། ཨེ་ངོ་སོགས་རྩ་འཛུགས་དེ་གཏོར་བ་ཡིན་ཟེར་ན། ངོ་སོགས་རྩ་འཛུགས་བཟོ་ཐུབ་དགོས་རེད་དེ། ངོ་སོགས་ཀྱི་ལས་དོན་དེ་འཐུས་ཤོར་ཆེ་ཡོང་ས་དེ། རྒྱ་གམ། རྒྱ་སྐད་ལ་གནོད་གི་འོག་ད་རྒྱ་མི་གི་ད་ད་ཁྲལ་གི་འདུག་བ། མཁས་དབང་ལ་དམའ་རྒྱ་སྒྲོག་བྱེད་གི་འོག་རེད་འགའ་ཚོགས་ཤུགས་ལ་དམའ་རྒྱ་སྒྲོག་བྱེད་གི་འོག་རེད་རྒྱ་མི། པའི་འགྱིང་པ་རྒྱལ་རྒྱལ་བྱེད་མཁན་དེ་དེ་སུས་གི་བཟོ་གི་འོག་རེད་ད་ད་བོད་རང་སྐྱོང་ལྗོངས།

སྒྲིག་འཛུགས་ནང་ནས་ད་ལྟ་ལས་དོན་གྱི་ཚོགས་ཚུད་ན་འཛིན་སྐྱོང་རེད་འཛིན་སྐྱོང་ལས་ཀ་ལས་མ་ཐོབ་ལས་ཁོ་ཚོ་བཀའ་བཞག་བྱེད་དགོས་འདུག་འོ་དེ་དམིགས་ཡུལ་ཁྱེད་ཚོ་ནས་ད་ལྟ་ཁྲིམས་དཔོན་མང་པོ་བསམ་ཐོག་ལ་ཨ་མ་དཔལ་དགོས་ཁོ་ཚོ་ཡ་བཙན་དབང་འཛུལ་རེད་བཙན་དབང་འཛུལ་ཡོད་མ་རེད་ཚ་བརྒྱ་ཚ་ཤོད་ཚ་རེད་ལོ་འགོའི་དྲུག་ཅུ་ཐམ་པ་ནང་ལ་བོད་ཀྱི་བོད་མི་རྩ་འཛུགས་དེ་གི་ཐོག་ཚོ་ནས་ཞབས་ཕྱི་ཤོད་འདི་མཁན་ལས་བྱེད་རྒན་རེད་པ་བཀའ་བློན་དགོན་རེད་པ་དེ་ནས་བཟུང་སྟེ་གཅིག་སྟོང་དགོས་ཀྱང་སྐུ་གཅིག་གོ་གཅིག་ནས་སོང་སྟེ་ཁྲུན་ཆབ་པ་སྣ་འདི་གའི་མི་མགོ་བཅུ་གཅིག་ནང་ནས་ཞག་བདུན་ཙམ་པོ་གི་ཞལ་ཡོད་མ་རེད་དེ་མི་མགོ་བཅུ་གི་ཁྲུན་ཆབ་བུ། དེ་ནང་བཞིན་བཙོན་པ་མི་མགོ་བརྒྱ་དང་བརྒྱད། དེ་ནང་བཞིན་སྤྱི་འཐུས་གཞོན་ནུ་ཟུར་པ་མང་པོ་གཅིག་དང་ལས་བྱེད་པ་མི་མང་དེ་འདྲས་བཤད་ནས་ཁ་ཤས་རྣམས་རྩིས་མེད་ཁོ་རང་གཏོང་ནས་རྩིས་མེད་ཁོ་རང་ཁྱོད་གནང་འཇོན་མ་ཤེས་པར་མཐའ་མ་མཐའ་རྒྱུགས་ཏེ་འདའ་བ་ཞེ་དགོ་རྒྱག་དང།

མདོ་སྟོད་ནང་ནས་ཆོས་ལུགས་སྤྱོད་འཐུས་ཐོབ་སོང། རིམ་པས་འདུག་ད། དེ་ནས། ད་རྒྱུ་ཆེན་ཁུག་རྟེན་གྱི་བུ་མོ་ལ་ཞོན་མི་དགོས་རེད། སྔོན་མ་ནས་སྤྱོད་འཐུས་ལོ་གསུམ་གྱི་བར་ཚད་བཤད་ཡོད་རྒྱུ་རེད། བོད་རྩ་དོན་ཐོག་ལ་ག་རེ་བཤད་འོ་ད་དོ་སོགས་དགོས་ཡ་མ་འདུག་ད་ང་སོགས་སྤྱོད་འཐུས་དེ་འདྲའི་ལོ་མང་པོ་ལ་དགོས་ཡ་མ་འདུག་སྤྱོད་འཐུས་དམ་ཚན་ཅན་མི་སྲིད་དགོས་ཡ་མ་འདུག་ཨོ་ལོ་གྲོང་ཚོ་གུག་འདུག་ལོ་གཉིས་ནས། དེ་སྲིད་བྱུང་ཟེར་ན། ལོ་ལྔ་ཆོད་ཚར་ཟེར་ན་ཡང་བསྐྱར་སྤྱི་འཐུས་ཐེངས་གཉིས་བཞེས་མ་ཆོག་པ། ཆོས་ལུགས་སྤྱི་འཐུས་རེ་རེ་མ་ཟེར་མ་དགོས་པ། སྤྱི་འཐུས་ཉུང་སུ་གཏོང། ཁྱབ་ཆུང་ཆུང་མེད་ཚ་པོ་གཏོང་ཡག་གི། མི་མང་ཚོ་དུས་ལ་བབས་ཤ་ཚ་ཡག་དེ་ཉིན། ད་རིང་འདི་ངོ་སོ་བོད་ཀྱི་བདེན་མཐའ་སེལ་ཡག་གི་འཛོམས་པོ་གླིང་གི་དོན་དག་ལ་སྡིངས་ཆ་ཁ་ལ་འགག་རྡོ་བཞག་ཡོང་གི་ཡོད་རེད་དཱ། འོ་དེ་ཁྱེད་སོང་ཨ། རྒྱ་ནག་གུང་ཁྲན་སྟོབས་ཤུགས་ག་ཚོད་ཅིག་ཡོད་སྲིད་ན་འཛམ་བུ་གླིང་གི་ཁ་ཕར་བསྟན་ནས་ད་རྒྱ་མི་ལ་ངོ་རྒོལ་བལྟ་དེ་རྒྱ་མི་མ་ཟ་ཡ་རེད་ད་ལྟ་འགྱིང་བག་འབོག་འབོག་ག་གེ་འགྲོ་ཡ་མ་ཞེ་ཅི་པིང་གྲོ་མི་ཁེ་ཆང་ལ་ལུས་རེད། བོད་ཀྱི་ཁོད་ཀྱི་ཐག་གཅོད་དེ་མ་ཤེས་གཉའ་གས་སྨྱོ་གས་ཤེས་བོད་པ་ནང་ལ་དཀྲུག་ཤིག་རྒྱ་ཅིག་རེད་བ་ཐག་ཆོད་གཅིག་རྒྱུས་སྤུས་ཀྱི་སྲས་དག་དང་ཐུགས་སོ་ད་ད་ཡང་ལག་པ་འཆང། འདྲ་ངན་སྟོ་སོ་ཡ། ལོངས་ཀྱིས་ནི། ད་བོད་པ། རྩ་འཛུགས་ནང་ལ་འཁྲབ་བྱེད་མཁན་དོ་སོ་དོ་སོ་ཚང་མ་ལག་པ་ཏུ་ཆོད་ས་དེ་གཅིག་སང་ནི་ཡོད་ཞི་བྱེད་ཡག་པོ་བྱེད་དགོས་རེད་བརྟག་དཔྱད་ཞིབ་འཇུག་མ་བྱེད་ན་སྐད་ཆ་བཤད་ཡམ་ནི་ངས་བརྟག་དཔྱད་བཏང་གི་ཡོད་ཁོ་སོ་ལས་ཉེན་ཁ་ཚ་པོ་གྱི་འདུག་དེ་ཡིན་ཚ་དེ་ངོ་སོ། ལྕགས་སྐྱོར། བཙན་ཤོག་ལ་ཡོང་མཁན་བོད་པ་ཚང་མ་ལ་ཏང་འགན་ཡོད་རེད་འགན་དེ་འཁུར་རོགས་ཞེས་ཟེར་ཡ་དེ་ཡིན་ད་ད་ལྟ་སུ་ཡོད་སུ་ལ་ཡོང་མཁན་ད་ཚོ་ཁེན་ན་དྲ་ལ་ཡོད་རེད་བསྟན་འཛིན་ཡེ་ཤེས་ཟེར་མཁན་དེ་ཚོ་དང་ད་དེ་འདི་གྲྭ་ལོག་ཁ་ཤས་བཅུ་ཡོད་རེད་ད་མི་ངོས་སོང་ནེའུ་ཡོག་ལ་ཚད་མེད་ཨ། ཨོ་རིམ་པས་བཤད་དུ་ཡོང་དུ་ཤོས་ཡོད་རེད་དེ་འདྲས་ཡིན་ས་དེ་ཨ་ད། ངའི་རྒད་པོ་དེ་རེད་བར་མི་བགྱིད་ཁ་མེད་འབྲས་ཀྱི་འབྲང་རྒྱག་ཤོག་ཁྱོད་མ་གཟུགས་ཁ་མེད་རྐུན་མའི་རྣམ་པ་ཚོར་ཛྭ་དྲག་གི་ཐུགས་ལ་ད་དེ་འདྲའི་ཅིག་མི་སྲིད་དོ་ཨ་ནི་རིང་པོ་ད་ཞོ་ཐོག་མ་སོང་རིང་པོ་ཞོ་ཡག་གི་དུས་ཚོད་ཅིག་གླ་རྒྱུ་རེད་ཨ་ཞོ་གི་ཡིན་ད་དེ་རིང་དེ་ངོ་ནི་ཤིན་ཏུ་ནས་ཛྭ་དྲག་ཤིན་ཏུ་ནས་གྱིས་ཆེན་པོ་རེད་བ། ཤིན་ཏུ་ནས་བློ་ཕངས་པ། ཨོ་དེ་འདྲའི་ཅིག་མི་མང་ཚོ་ལ་ཟོས་ཞེས་མ་སྨྲ་ཁ་ཆེན་པོ་སྔོན་མ་ནས་ཟོས་རེད་ད་ལྟ་ཡང་བསྐྱར་ཟོ་ཡོང་གི་འདུག་ད་མི་མང་ཚོ་གཟིགས་ད། ཨོ་དེ་ཡག་པོ་གཟིགས་དགོས་རེད་ད་ལྟ་དེ་གྲོས་ཚོགས་དེ་ག་རེ་ཚོགས་དགོས་འདུག་མི་མང་གཟིགས་ད་ཁོ་ཚོ་ཕན་ཐོག་གི་མ་རེད་ངས་ཁ་ཚན་ལབ་ཡིན་ད་ལྟ་སྤྱོད་ཚུལ་ཉེས་ཆད་རྩ་གཅིག་གི་གི་དམ་འབུལ་ཞུ་མཁན་ཚོ་ཚང་མ་ལ་ཁོ་ཚོ་གི་མཐོང་རྒྱ་བཀོད་ནས་ད་དོན་དག་མཉམ་པོའི་ཁྲོད་ནས་བསྐུར་འདོད་ལ། ཨོ། ཐན་ཁྱོད་ཉོན་ཅིག་མ་གཞི་རང་ཤེས་ཐུག་པར་རིམས་སོ་དངོས་གནས་དྲང་ནས་བཞེས་དགོས་མ་ད་མི་མང་གི་ལྷན་དགོས་དཔའ་དགོས་རེད་ཨ། བླ་མ་ཟོང་དུང་རིན་པོ་ཆེ་གི་རྩ་གསུང་དགོངས་དོན་གསུང་ཡོང་རིགས་མ་ཟེར་དང། བོད་པ་སྐྱོད་ལ་སྲིད་སྤྱི་ལ་གནོད་པ་སོང་ད་ལྟ་བར་དུ་བླ་མ་དེ་གིས་བོད་སྤྱི་ཚོགས་ནང་ལ་སྣང་བཤམས་པའི་ཆུའི་འཇིག་རྟེན་གང་ཐུག་ཟེར་ལ་ངོ་སོ། གོང་ན་མེད་པའི་ཅི་རེད་ད་ཨོ་དེ་འདྲ་ཡིན་ཚ་དེ་སྒྲ་སེང་ཡིན་གཉེན་སེང་ཡིན་མགོན་སེང་ཡིན་བོད་པ་ཚོ་ད་མ་ནོར་རོ་ཞེས་མ་ནོར་མ་འགྱོད་པ་བྱེད་རོགས་ཞེས་ངོ་སོ། ཨོ། དངོས་ལ། རེ་བ། ད་ཉིན་ཐོག་བཅུ་གཅིག་ནས་བཟུང་དེ་ད་རྒྱ་བོད་འབྲེལ་མཐུད་ཞེས་ཐོག་ཡོའོ་མ་རེད་རེད་བ་ད་རྒྱ་བོད་འབྲེལ་མཐུད་བྱེད་མཁན་རྒྱ་རི་བློ་གྲོས་རྒྱང་ཚན་འདི་བོ་གན་ཁ་ཆུམ་གཅིག་ཡོ་རེད་ཨང་ད་བོད་པ་ཚོང་རྒྱ་རིན་པོ་ཆེ་ལ་བཀའ་ཡག་པོ་བཙུག་དགོས་འདུག་ཟེར་བོད་ནས་ལས་བྱེད་མཐོ་རིས་དེ་ཚོ་གི་ཁོང་གི་བཀའ་དེ་ཡག་པོ་བཙུག་རོགས་བྱེད་ཟེར་དེ་འདྲས་བྱེད་དེ་ད་བོད་པ་ཚོ་ཆིག་སྒྲིལ་ཡག་པོ་བྱེད་ནས་དོན་དག་མ་ནོར་བ་བྱེད་དགོས་འདུག་འོ་སོང་ནས་གང་དང་གང་དང་འབྲེལ་བ་བྱས་མ་ཐོབ་པ་དེ་ཚུལ་གྱིས་བཀག་འགོག་བྱ་བྱ་ངོ་སོ་ད་བྱ་བ་རིན་རྒྱུ་ནི་ངོ་སོ་ལེན་དགོས་ཅིག་མ་བཤད་པ་ཡིན་ཟེར་ན་བོད་པ་སློབ་སྦྱོང་ཡོང་མཁན་དེ་ཚོ་ཞབས་འདྲེན་རེད་ད་ཞབས་འདྲེན་ཨ་སློབ་སྦྱོང་ཐོན་མ་ཐོན་ག་གེ་ཡོད་མ་རེད་ད་ངོ་སོ་སློབ་སྦྱོང་གི་བེད་སྤྱད་གཏོང་མཁན་བེད་སྤྱད་གཏོང་རྣམ་དཔྱོད་ཀྱི་བེད་སྤྱད་གཏོང་མཁན་རྣམས་ཀྱི་མི་མང་གི་སེམས་ཤུགས་ཐོབ།